ད་དེ་རིང་དེ་འདི་བོད་ལྷོ་ཁ་ཁུལ་གཞིས་བྱེས་མི་མང་ཡོངས་དང་སྦེལ་ཇམ་བོད་རིགས་ཚོགས་པ་བཞུགས་སྒར་བོད་མི་སྐྱབས་བཅོལ་བའི་ཚོང་པའི་བདེ་དོན་སྒྲིག་འཛུགས་ཆོལ་གསུམ་གཅིག་སྒྲིལ་ཚོགས་པ་བོད་ཀྱི་ལྷ་ས་མ་རེད་བོད་ཀྱི་རྒྱལ་ས་ལྷ་སའི་མཐུན་གྲོགས་རྫོང་ཁག་ས་གཞི་ཐུག་བཅས། འོན་ཀྱང་ཐུན་མོང་ཐོག་ནས་འབྲེལ་གཏུག་བརྟན་བཞུགས་ཕུལ་བྱས་རེད། འོན་ཀྱང་ཚང་མ་ལོག་ཅིག་དལ་བ་དང་ཨ་ནི་དམ་ཚིག་ཨ་ནི་དགའ་ཞེན་གཡོ་བ་མེད་པ་བྱས་བྱས་ཨ་འབྲེལ་གཏུག་བརྟན་བཞུགས་གནང་བ་རེད། ཨ་ད་ག་བརྟན་བཞུགས་ཀྱི་ཆོ་ག། ད་ལྟ་ཞིག་ཡིན་ནི་མི་འདྲ་ལིང། ཁྱེད་ཉིད་ད་གང་རུ་སིམ་བྱེད་འདུག་ཟེར་ད་ནངས་པར་བས། ཚོན་ད་དེ་གོང་ས་ལྔ་པ་ཆེན་པོའི་སྐབས་ནས་ཨེ་ནི་མི་འདོར་གཉིས་བྱས་ནས་མི་འདྲ་ལིང་ད་ཨེ་ནི་རྡོ་ཞིག་གྲགས་གཉིས་པོ་དེ་ད་རིག་འཛིན་གཏེར་བདག་ལིང་པ་རེད། ད་གང་ཞིག་རིག་འཛིན་དཔལ་ཕྲིན་རེད། གོང་ས་ལྔ་པ་ཆེན་པོ་དང་ཐུན་མོང་མ་ཡིན་པའི་དང་འདྲ་བ་ཡོད་དུ་ཆགས་བསྡད་ཀྱི་ཡོད་རེད། ད་དེ་འདྲ་ཞིག་གི་ཐག་ནས་དེ་ཁྱེད་རང་ཚོ་འདྲ་ཆོ་ག་ཐིག་རེ་གསུང་འདོན་གནང་བྱས་འདུག་བརྟན་བཞུགས་གནང་བ་རེད། ཐུགས་ཆེ་ཞེས་ཞུ་གི་ཡིན། རིན་པོ་ཆེ་དང་དགོང་དྲོ་འབྲས་བུ་རེད། ཨ་ནི་སྐུ་གཟུགས་ཀྱི་དང་ཞབས། བོད་ཆས་དག་གི་གཉིས།

ཨེ་འདི་ཁྱེད་རང་ཚང་མ་ལོག་གི། ཞེས་དངོས་གནས་ཞིག་ད་ཆོས་ཕྱོགས་ཐོག་ནས་བཤད་པ་ཡིན་ན་ད་གིས་ཤི་བ་ནང་བཞིན་རེད་དད་པ་དམ་ཚིག་གཡོ་བ་མེད་པ་བྱས་བྱས་ཞེ་དྲག་ཡག་པོ་རེད། བྱས་ཙང་ཀ་དེ་འདྲ་ཡིན་དུས་ད་གཙོ་བོ་གཙོ་བོ། གཅིག། ད་བླ་མ་དང་སློབ་མའི་འབྲེལ་བ་ཡོད་བསྡད་པ་ཅིག་ཡིན་པ་ཡིན་ན་ཨེ་ནི་སློབ་མའི་ངོས་ནས་དགེ་སྦྱོར་སྒྲུབ་དགོས་རེད། གཅིག་སློབ་མ་རང་ཉིད་ཀྱི་ངོས་ནས་ཨེ་ད་ཞེས། སངས་རྒྱས་བཅོམ་ལྡན་འདས་སྐུ་དངོས་ཀྱི་ཕྱག་བཞག་ནི། ཐུབ་རྣམས་སྡིག་པ་ཆུ་ཡིས་མི་འཁྲུ་ཞིང། འགྲོ་བའི་སྡུག་བསྔལ་ཕྱག་གིས་མི་སེལ་ལ། ཉིད་ཀྱི་རྟོགས་པ་གཞན་ལ་སྤོབས་མི་འདི་ཆོས་ཉིད་བདེན་པ་བསྟན་པའི་གྲོགས་ཡོད་གསུང་བ་ནང་བཞིན་གྱི། ད་གང་ལྟར། ཅེས་བླ་མའི་བྱིན་རླབས་ཟིན་ནས་མི་འདུག་བླ་མའི་ཁྲིད་ལས་ཟིན་ནས་མི་འདུག་དེ་གང་ལྟར་ཡིན་ནི། གསུང་བྱེད་ལྡན་གྱི་ཆོ་འཕྲུལ་གྱི་ཁ་ནས་འགྲོ་ཡ་རེད་མ་གཏོགས། གང་ལྟར་བླ་མས་ད་ཅིག། ཡིན་ལུགས་རུ་ཅིག་བཤད་བཤད་པ་ད་འདི་ཡིན་འདི། བི་གའི་བློ་ལ་ཡ། བཅངས་བྱས། ལྟ་འདུག་བྱ་རྒྱུ་གལ་ཆེན་པོ་རེད། ད་ཡང་བླ་མས་མ་ལབ་ཤེས་པའི་ནག་ལོག་རེ་ཡར་རྒྱུ་མཚན་མེད་པ་ཅིག་ཡོང་གི་འདུག་ན། ཨནི། དམ་ཆོས་འདུལ་བའི་སྐབས་ནས་ཆོས་མ་ཡིན་པ་མང་ན་བཟློག་པར་བྱའོ་ཞེས་གསུང་བ་ནང་བཞིན་གྱི་ཨནི་ཡ་ཡང། དེ་ཡིན་ནི། ད་ག་ནས་ཞིག་གིས་བླ་མ་དངུལ་ཆུ་བའི་སྐབས་ནས་ཡིན་ན་ཡང། ཨནི། རིགས་པ་ཡེ་ནས་མི་ནུས་ན་མི་ནུས་དེ་ལ་ཚིག་གིས་སྦྱང་ཞེས་གསུང་ཡ་ད། མདོ་སྡེའི་སྐབས་ནས་ཡིན་ན་ཡང། ཨནི། དགེ་བའི་ཕྱོགས་ལ་མཐུན་པར་སྦྱོར་ལ་མི་དགེ་བའི་ཕྱོགས་ལ་མི་མཐུན་པར་སྤྱོད་དོ་ཞེས་གསུང་ཡ་རེད། ས་དེ་འདྲ་ཡིན་དུས་ད་ལྟ་གང་འདྲ་ཅིག་རྒྱུ་མཚན་མེད་པ་ཞིག་དང་གནས་ཚུལ་ཁག་ཁག་རེད། རྒྱུ་མཚན་ལྡན་པ་ཞིག་ཡོད་པ་ཡིན་ན་ད་འདི་སོ་སོས་ཉམས་ལེན་བྱས་ལག་ལེན་བཀལ། ཨ་ནི་མདོ་དོན་སྙིང་པོ། ཨ་ནི་ཁྱེད་རང་ཚང་མ་ལོ། མི་སེམས་པ་བཟང་པོ་ཆགས་པ་རེད། ང་རང་ཚོ་སྤྱིར་བཏང་ད་བོད་མི་ཚོ་སེམས་པ་བཟང་པོ་འདུག་ཟེར་ཅིག་ད་བོད་ཕྱི་ནང་ཅིག་གཞིས་ཅིག་གི་ད་བོད་མི་ཚང་མ་ལོ་ལེ་སྤྱི་ཡོངས་དེ་འདྲའི་ཅིག་མི་ཐུང་ཚོད་འདུག་ད་རེ་ཟུང་རེ་ཟུང་ནི། གནས་ཚུལ་ཁག་ཁག་རེད་སྤྱི་ཡོངས་དེ་འདྲ་ཅིག་ད་མཐོང་ཚུལ་ཞིག་ཡོད་རེད་ད་ད་འདི་འདྲའི་གི་ད་མཐོང་ཚུལ་དེ་ང་ཚོ་རིན་ཐང་ཅན་ཅིག་རེད་ས་དེ་འདྲའི་ཡིན་དུས་ང་རང་ཚང་མ་ལོག་གི་ཨ་ནི་གཙོ་བོ་སེམས་པ་བཟང་པོ་བྱས་ཨ་ནི་སྤྱོད་པ་བཟང་པོ་བྱས་ཅིག་མ་རུབ་ཐ་ཤལ་གི་སྤྱོད་པའི་རིགས་དེ་ཕྱི་རྒྱལ་བ་མ་རེད། བོད་སྤྱི་པའི་དོན་དག་ལ་ཡིན་ནས་དེའི་ཕན་གྱི་རེད། སོ་སོ་སྐད་ཀྱི་དོན་དག་ལ་ཡིན་ནས་དེའི་ཕན་གྱི་རེད། ཚེ་འདི་ལ་ཡིན་ནས་དེའི་ཕན་གྱི་རེད། ཚེ་ཕྱི་མ་ལ་ཡིན་ནས་དེའི་ཕན་གྱི་རེད། རྒྱལ་བས་བསྟན་པའི་ཞབས་འདེགས་ཟེར་ཡ་དེ་དུག་ཚང་ནས་བསྒྲུབ་རྒྱུ་རེད་མ་གཏོགས། ང་རང་ཚོའི་ཆོས་ལ་དད་པ་ཡོད་མཁན་སོ་སོའི་ངོས་ནས་སྒོ་གསུམ་གྱི་བླང་དོར། ཚུལ་དང་མཐུན་པ་ཞིག་མེད་པ་བྱས་བྱས། འདི་འདྲ་ཞིག་གི་ཐོག་ནས་བསྟན་པ་རྒྱས་པར་ཤོག་ཅེས་སྨོན་ལམ་རྒྱབ་ནས་བསྟན་པ་རྒྱས་ཡག་ཡོད་མ་རེད། ད་ག་ནས་ཅིའི་དགེ་འདུན་རབ་ཏུ་བྱུང་བ་ཚོ་ཡིན་ནི། ཅིག་དངོས་གནས་དགོན་པ་ཅིག་ན་བསྡད་པའི་རྗེས་འབྲེལ་གྱི་སྐོར་ལ་རབ་ཏུ་བྱུང་བ་བསླབ་པ་གསུམ་གྱི་ཉམས་ལེན་ཡོད་བསྡད་པ་མིང་དོན་མཚུངས་བ་ཅིག་བྱུང་བ་ཡིན་ན་བསྟན་པའི་ཞབས་འདེགས་འགྲོ་གི་ཡོད་རེད་བསྟན་པ་རྒྱས་པ་ལ་ཕན་གྱི་ཡོད་རེད་དེ་འདྲ་མེད་ན་གཙུག་ལག་ཁང་ཆེན་པོ་བརྗོད་པ་ཡིན་ནི་ཏེ་ཧ་ལས་ད་ངོ་ཚ་རྒྱས་ཁ་གི་མི་འདུག་བ་ཚ་དེ་འདྲ་ཡིན་དུས་ནས་ཞབས་བརྟན་དང་བརྟན་བཞུགས་ཀྱི་ཞབས་བརྟན་ངོ་མ་དེ་རང་རང་སོ་སོས་དགེ་སྦྱོར་ཡག་པོ་བསྒྲུབས། ཨཱ་ནི་བོད་ལ་ཡོད་བསྡད་པའི་སངས་རྒྱས་ཀྱི་ཆོས་མི་ཤེས་ས་གཉིས་ཀ་ཞིག་ཡོང་གི་རེད། ཨཱ་ནི་བོད་ལ་ཡོད་བསྡད་པའི་སངས་རྒྱས་ཀྱི་ཆོས་དེ་དངོས་གནས་གཅིག་གི་ད་དེ་རང་དེང་སང་འཛམ་བུ་གླིང་འདི་འང་ལ་དངོས་གནས་གཅིག་གི་བློ་རྣམ་དཔྱོད་ཡོད་ངེས་ཀྱི་མི་གཅིག་བསྡད་པ་ཡིན་ན་དེ་རྒྱུ་མཚན་ལྡན་པའི་ད་དམིགས་བསལ་གྱི་ད་གཅིག་གི་བློ་སྦྱོང་ཐབས་ཁྱད་པར་བ་གཅིག་གི་ད་མཐོང་བསྡད་ཀྱི་འདུག་ག་ཚ་དེ་འདྲ་ཞིག་གི་ད་ང་རང་ཚོའི་སོ་སོའི་ལག་པར་ཡོད་བསྡད་པ་ཅིག་རེད། སྐད་ཡིག་གཞན་དག་བརྒྱུད་ནས་བསླབ་དགོས་མ་རེད།

མ་ཤེས་པ་དེ་ཤེས་པར་བྱེད། ཤེས་པའི་དོན་དེ་ཡང་ཡང་བསམ་བློ་བཏང་ནས་ངེས་པ་ཐོབ་པར་བྱེད། ངེས་པ་ཐོབ་པའི་དོན་དེ། རང་རྒྱུད་དག་པར་སྤྲད་ནས། རྒྱུད་གོམས་འདྲིས་ཀྱི་ཐོག་ནས། རིམ་པས་རིམ་པས་རིམ་པས་ཀྱིས། འགྲོ་བའི་ཡོན་ཏན་རྒྱུད་ལ་སྐྱེ་ཐུབ་པར་བྱེད། ད་འདི་གོ་རེ། ས་འདི་འདྲ་ཡིན་དུས། འདི་གྱང་ཚང་མ་ལོག་དགོངས་པ་བཅངས། ཨན་ད་ཨན་ད། བརྟན་བཞུགས་མང་པོ་ཅིག་ད་ཡོང་བསྡད་ཀྱི་འདུག་བྱ་ཙང་ཁ་ད། བཟོ་བཟོ་བཟོ་བྱས་ནས་བྱས་པ་ཡིན་ན། བཟོ་བཟོ་ད་འདོད་པ་ཚིམ་པོ་རུ་འབྱུང་གི་རེད་དེ། ནི་ད་ཁོ་ང་དེ་དུས་ཚོད་ཡོད་མ་རེད་ལ། ཨེ་ཡང་ཁོ། དེ་འདྲ་ཡིན་དུས། ད་ཁོ་དུས་བརྟན་བཞུགས་མང་པོ་ཅིག་དུས་ཚོད་བྲལ་ཏེ་གི་ལི་གི་ལི་ཕ། ད་ར་བ་བྲིས་བྱས། ཨེ་འདུག་བྱས་ན། ཨོ་འདུག། གི་ཟིག་ལབ་རྒྱུ་བྱུང་ད་ཨོ་དེ་རེད་དེ་ཀྱང་ཁ་ཁ་ཤིག། འདུག་ཐུན་མོང་ཐོག་ནས་ད་ད་བྲིས་བྱས་འདུག་ད་བསྟོད་པ་རེད། ཟང་ཡང་ཞུ་གོ་ལེ་དེ་ལས་བརྟན་བཞུགས་མང་པོ་བྱེད་ད། གཉེན་བཟང་ཞིག་དེ་ནས་ཡོང་གི་འདུག་བ། ཨ་ད། ཅེས་དུས་ཚོད་ངའི་དུས་ཚོད་ལས་ལྡག་གི་ལྡག་གི་བྱས། ཨེ་ནི་ཀོ། ད་བརྟན་བཞུགས་མདའ་དྲིལ་ནས་བྱེད་ཡག་བྱེད་ཡག་ཟིག་འདུག་ཟིན། དེ་སྔ་ང་ལོ་བཅུ་གསུམ་ལོན་པའི་ཁ་ཐུག་ལ་ཡ་བཅུ་གསུམ་དགུང་ཁ་ཟེར་ནས་ཨ་ད་བརྟན་བཞུགས་མང་པོ་ཞུ་ཕོད་རེད། ཨེ་ནི། ཉེ་འཁོར་གི། ད་ཉེ་འཁོར་རེད་ཧ་དམ་ད་ཅིག་དབུས་གཙང་ཁུལ་གྱི་ད་བའི་གཞིས་ཀུན་རུ་ཆུང་ཆུང་དེ་འདྲས་ཀྱི་གོ་ར་ཨེ་ནི། བའི་དགུང་གི་གི། ཨ་ནི་བརྟན་བཞུགས་ཞབས་བརྟན་ཡིན་ཟེར་ནི། ཨ་ད་བརྟན་བཞུགས་ཞབས་བརྟན་ཚོགས་ཐེངས་མང་པོ་ཞུ་ཆོས། ཨ་བརྟན་བཞུགས་ཚོགས་དུས་ཙང་ནི། དེ། དགོན་པ་དེ་དང་དེའི་མཁན་པོས། གཅིག་ཨ་ནི། མེ་འདྲེ་ཞེས་པ་སྐྱབས་བྱས། མེ་འདྲེ་ཞེས་པ་ཁྱོག་ལ་མ་ཁྱོག་བྱས་བྱས་ཨ་ནི། མེ་འདྲེ་ཞེས་པ་སྐྱབས་བསྡད་ཀྱི་རེད། ཨ་ནི་ཁ་ཤས་ཀྱིས་མེ་འདྲེ་ཞེས་པ་སྐྱེས་དུས་ཙང་ནི། ཨ་ནི་ལུང་འདྲེན་བྱེད་དུས་ཙང་ནི་ཨ་ནི། ཀོ་ར་སྐྱེས། མེ་འདྲེ་མ་ཁུ་ཐུག་ལ་མེ་འདྲེ་ཞེས་པ་ཆ་ཚང་མ་ཁུ་ཐུག་ལ་མ་ཕྱིན་པ་བྱས།

རེད་བ། ད་ལྟ་དེ་གའི་ད་ལྟ་བརྒྱད་ཅུ་ལོ་ངོ་བརྩིས་ན་ནི་བརྒྱད་ཅུ་གྱ་གཅིག་ལོ་གང་བཟང་བརྩིས་པ་ཡིན་ན་ནི་ལོ་འཁོར་མ་བརྩིས་པ་ཡིན་ན་ནི་ལོ་བརྒྱ་ཅུ་ཨ་དེ་ཙམ་སླེབས་བསྡད་དུས་ཨེ་ཁྱེད་རང་ཚོ་དེ་ང་ཚོ་ལ་ཅི་ལྟར་མི་ཆོས་བསྟུན་བྱས་ཁྱེད་རང་ཚོས་བརྟན་བཞུགས་རུ་ད་འདུག་ས་དགུན་སྐད་ཀྱི་བརྟན་བཞུགས་འདུག་ས་ཕུལ་ད་ད་ད་ག་ས་འབུལ་རྒྱུར་བྱས་བྱས་ད་འདུག་ས་ཡོད་རེད་ཨེ་ཁྱེད་རང་ཚང་མ་ལ་ཡང་ཐུགས་རྗེ་ཆེ་ཟེར་ས་ཡིན། ཨན་ད་རེད། ཨན་ད་ལོ་བརྒྱད་ཅུར་ད་སླེབས་ཏེ་ལོ་ལོངས་ལོངས་ཧྲིལ་པོ་བྱས་པ་ཡིན་ན་ལོ་བརྒྱད་ཅུར་སླེབས་ཐུབ་ཡོད་རེད། ད་པུས་མོའི་དཀའ་ངལ་རྡོག་ཅིག་ཡོད་པ་མ་གཏོགས། ཨ་དེ་གཞན་མ་ཚང་ཡིན། གཟུགས་དེ་ཐག་ཆོད་ཡིན། གཟུགས་ཀྱི་བབ་ནས་བརྩིས་ན་ཕྱིར་ལོ་བརྒྱ་ཕྲག་བར་དུ་འཚོ་ཡག་གི་བེད་སྤྱི་དེ་ཆ་རྐྱེན་རུ་ཡོད་པའི་བཟོ་བོ་ཞིག་འདུག་བ། ཨན་མ་གཞི་ད་སྐྱེས་པའི་ཐ་མ་འཆི་བ་རེད། སངས་རྒྱས་བཅོམ་ལྡན་འདས་རང་ཉིད་ཨན་མྱང་ལས་འདས་པ་རེད།

དང་ལྷག་བསམ་རྣམ་དག་གི་ཐོག་ནས་ཞབས་འདེགས་བསྒྲུབས་ཡོད་བསམ་པ་ཞིག་གིས་བློ་བདེ་པོ་བྱས་ནས་བཤད་ཡ་བྱུང་ན་ད་འདི་གལ་ཆེན་པོ་རེད་རོགས་ཡ། ས་ང་ཚོ་ལག་ལེན་གྱི་ཐོག་ནས་ང་ནི་དངོས་གནས་རང་མི་རྩི་དོན་དང་ལྡན་པ་ཅིག་བྱེད་དགོས་ཡ་འདི་གལ་ཆེན་པོ་རེད་ཞེས་འདྲ་ཆགས་ཆགས་རུ་བྱེད་འདུག་ཞེས་ནི་ཡ་ངས་ཡིན་ངེས་རོ། བ་རེ་བ་རུ་བྱེད་མ་འདུག་ཕྱིན་པ་ཡིན་ན་ཞུགས་ཏེ་སོ་སོ་འགྱོད་པ་རྒྱལ་ཆེན་པོ་དང་ག་ཡ་ཡ་ཡོད་མ་རེད་རོགས། ཆོས་ཞེས་ངེད་ཚོས་ཆོས་ཞེས་བྱ་བའི་ཡིན་ནི་དངོས་གནས་ར་ནི་ཆོས་ཁ་ཡོད་ལག་ཡོད་ཅིག་ཆོས་སྐྲག་སྡུག་ཕལ་གྱི་གོ་ར་མ་གཏོགས་ཆོས་ཞེས་ནི་ཁ་ཁ་ཆོས་ཀྱི་སོ་ལ་ཕྱིན་པ་ཡིན་ན་དགོས་པ་ཁས་མི་འདུག་བ། འཆི་ཁ་ལྷག་མ་དེ་ལ་ཡང་ད་ག་གེ་བྱུང་མ་བཟོ་ཟེར་ནས་འགྱེལ་བ་བརྒྱད་བྱུང་གི་རུང་བ་ད་ག་གེ་ཡོང་མ་རེད་ས་དེ་འདྲ་ཡིན་དུས་དེའི་ཚང་བའི་དགོངས་པ་ཅང་ནས་འདང་ཡིན། བཀྲ་ཤིས་བདེ་ལེགས་མཐུ་ཆེ།